ལེའུ་ལྔ་པ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་བྱམས་བརྩེ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་འགྲོ་བ་མི་དང་སེམས་ཅན་དུད་འགྲོ་སོགས་མདོར་ན་སོང་བསྟན་ཡོངས་ལ་ཧ་ཅང་གི་བྱམས་སྐྱོང་གནང་གི་ཡོད། སྤྱི་ཡོངས་ཀྱི་ཆ་ནས་རྒྱལ་སྲས་གཞོན་ནུ་དོན་གྲུབ་ལ་ཕྱི་ནང་གི་མཐུན་རྐྱེན་ཕུན་སུམ་ཚོགས་པ་འཛོམས་པས། དཀའ་སྡུག་དང་ཕམ་ཉེས་སོགས་གང་མ་བྱུང་ཞིང། རྟ་རྒྱུག་འགྲན་སྡུར་སྐབས་སུའང་ཁོང་གི་རྒྱན་འགྲེང་དེ་ནས་གཟེངས་རྟགས་མི་ཉུང་བ་ཐོབ། འོན་ཀྱང་ཁོང་གིས་དུས་ནམ་ཡིན་ཡང་རྒྱལ་སྲས་རང་ཉིད་ཀྱི་བདེ་སྐྱིད་ཆེད་ཤུགས་ལས་ངལ་རྩོལ་བྱེད་པའི་མི་དམངས་ཉམ་ཐག་དང། སྐྱེ་འགྲོ་ཡོད་དོ་ཅོག་གི་དོན་དུ་ཐུགས་དགོངས་ཟབ་བཞེས་གནང་བཞིན་ཡོད་སྟབས། ཁོང་གིས་ཉམ་ཐག་པའི་སྐྱེ་འགྲོ་དེ་དག་ལ་རྒྱལ་སྲས་རང་ཉིད་ལ་ཡོད་པའི་བདེ་སྐྱིད་ནང་བཞིན་ཞིག་བསྐྲུན་འདོད་དང། དེ་རྣམས་ཀྱིས་རྒྱལ་སྲས་རང་ཉིད་ཀྱི་སྐུ་མདུན་དུ་དཀའ་ཚེགས་སྡུག་བསྔལ་མྱོང་བཞིན་པ་ལ་གནོང་འགྱོད་ཀྱང་གནང་བཞིན་པ་རེད། ཉིན་ཞིག་རྒྱལ་སྲས་གཞོན་ནུ་དོན་གྲུབ་དང་ཁོང་གི་གཅུང་པོ་ལྷས་བྱིན་གཉིས་ལྷན་ཅིག་ཏུ་ནགས་ཚལ་ཁྲོད་དུ་རྩེད་འཇོ་རུ་ཕྱིན། ལྷས་སྦྱིན་གྱི་མདའ་གཞུ་ཁྱེར་ཡོད་པས། ཁོས་གློ་བུར་དུ་ནམ་མཁར་ངང་པ་ཞིག་འཕུར་བཞིན་པ་མཐོང་བས་གཞུ་མོ་མདའ་ཡིས་བཀང་སྟེ་འཕངས་པར། དེ་མ་ཐག་ངང་པ་དེ་ས་ལ་གཡུགས། དེ་ནས་ཁོང་གཉིས་ངང་རོ་ལེན་སར་རྒྱུགས་ནས་ཕྱིན་པ་ན། རྒྱལ་སྲས་གཞོན་ནུ་དོན་གྲུབ་ནི་ལྷས་སྦྱིན་ལ་ལྟོས་ཏེ་ཆེས་མྱུར་སྟབས་ཀྱིས་རྒྱུགས་པས་ངང་པ་དེ་ཁོང་གི་ཕྱག་ཏུ་ཐོབ། སྟབས་ལེགས་པ་ཞིག་ལ་ངང་པ་དེས་དབུགས་མ་ཆད་པར་ད་དུང་གསོན་པོར་གནས་པ་མཐོང་བས། ཁོང་གིས་འཇམ་ཞིང་མཉེན་པའི་ཕྱག་ཟུང་གིས་གཤོག་པར་འཐིབས་པའི་མདའ་མོ་དེ་ག་ལེ་ག་ལེར་ཚུར་བླངས་ཤིང། བཞུར་བཞིན་པའི་ཟུངས་ཁྲག་དམར་མོ་སྒོག་ཕྱིར་དྲངས་ཤིང་བསིལ་བའི་ཤིང་གི་ལུད་སྟབས་ཤིག་ལས། ཁུ་ཐིག་འགའ་བླངས་ཏེ་མདའ་མོ་ཕོག་སའི་རྨ་ཁ་དེར་བཅུག། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ངང་པ་དེ་ལ་ཕྱག་གིས་རེག་པ་ན། ངང་པས་ཧ་ཅང་གི་ཞེད་སྣང་དང་དངངས་འཚབ་བྱས། དེ་ཙ་ན་ལྷན་ཅིང་འབྱོར་ཏེ། ངང་པ་དེ་ཁོ་རང་ཉིད་ཀྱི་ཡིན་ཚུལ་ཤེས་ནས་རྒྱལ་སྲས་ཀྱི་ཕྱག་ནས་ལེན་ཐབས་བྱས་ཀྱང། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ངང་པ་དེ་ལྷན་ཅིང་གི་ཡིན་པའི་ངོས་ལེན་མ་གནང་པ་མ་ཟད། ད་དུང་ཁོང་གིས་ངང་པ་ལ་བདག་སྐྱོང་དང་གཅེས་ཉར་བྱས་པས་ལྷན་ཅིང་ལ་གནོན་པར་དཀའ་བའི་ཁོང་ཁྲོ་སྐྱེས་ཏེ་ན་རེ། ངས་ངང་པ་འདི་ལ་བདག་བརྒྱབ་ནས་ས་ལ་གཡུགས་པ་ཡིན་པས། འདིའི་བདག་པོ་ང་མིན་ན་སུ་ཡིན། དེས་ན་ངང་པ་འདི་ཆུ་རུ་སྤྲོད་ཅིག་ཅེས་བཤད་པར། རྒྱལ་སྲས་གཞོན་ནུ་དོན་གྲུབ་ན་རེ། མིན་མིན། ངང་པ་འདི་ངས་ཁྱོད་ལ་གཏན་ནས་སྤྲོད་ཀྱི་མིན། གལ་སྲིད་ངང་པ་འདི་ཚེ་སྲོག་ཤོར་ཡོད་ན་ངང་རོ་དེ་ཁྱོད་ལ་དབང་བ་བདེན་མོད། འོན་ཀྱང་ངང་པ་འདི་ལ་ཁྱོད་ཀྱིས་བརྡ་ཕོག་སྟེ། རྨས་སྐྱོན་འབྱུང་བ་ཙམ་ལས་ད་དུང་ཤི་མེད་པའི་ངང་པ་དེའི་རང་བཞིན་གྱིས་ང་ལ་དབང་བ་རེད། དེའི་རྒྱུ་མཚན་ནི་ངས་ངང་པ་དེའི་ཚེ་སྲོག་སྐྱོབ་ཀྱི་ཡོད་པས་ཡིན་ཞེས་གསུངས་ནའང། ཐེན་ཅིན་གྱིས་ད་དུང་ངོས་ལེན་མ་བྱས་པར་བརྟེན། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཐེན་ཅིན་ལ་གྲོས་འགོ་འདི་ལྟར་བཏོན། ངེད་གཉིས་རྣམ་དཔྱོད་ཅན་གྱི་མཁས་དབང་འཛོམས་པའི་ཁྲིམས་ཁང་དུ་ཕྱིན་ཏེ། ངང་པ་འདི་ངེད་གཉིས་ཀྱི་ནང་ནས་སུ་ལ་དབང་གི་རེད་ཅེས་བཀའ་འདྲི་ཞུས་ན་གང་འདྲ་འདུག་ཅེས་གསུངས་པར། ལྷས་སྦྱིན་གྱིས་དེ་ལ་མོས་མཐུན་བྱས་ཏེ། ཁོང་གཉིས་ཁྲིམས་ཁང་དུ་ཕྱིན་ནས་ཁྲིམས་ཞིབ་པ་རྣམས་ལ་རྩོད་རྙོག་དེའི་སྐོར་ལ་བཀའ་འདྲི་ཞུས་པར། མཁྱེན་རྒྱ་ཆེ་བའི་མཁས་དབང་རྣམས་ཀྱིས་གསུངས་དོན། ཚེ་སྲོག་ནི་ངེས་པར་དུ་ཚེ་སྲོག་སྐྱོབ་མཁན་གྱི་གང་ཟག་དེ་ལ་དབང་བ་ལས། ཚེ་སྲོག་ལ་གཏོར་བཅོམ་བཏང་སྟེ་གནོད་འཚེ་བྱེད་མཁན་ལ་དབང་བ་མ་ལགས་སོ། དེས་ན་ཁྲིམས་ཐོག་ནས་བལྟས་ན་རྨས་སྐྱོན་ཕོག་པའི་ངང་པ་འདི་རང་བཞིན་གྱིས་རྒྱལ་སྲས་གཞོན་ནུ་དོན་གྲུབ་ལ་དབང་བ་ཡིན་ནོ་ཞེས་གསུངས་སོ།